དུས་གསུམ་སངས་རྒྱས་ཐམས་ཅད་ཀྱི་མཁྱེན་བརྩེ་ནུས་གསུམ་གཅིག་ཏུ་བསྡུས་པའི་རང་ཚོགས། ཁམས་གསུམ་ཆོས་ཀྱི་རྒྱལ་པོ་ཐུབ་དབང་ར་ན་ཤི་རིའི་རྒྱལ་ཚབ། རིགས་དང་དཀྱིལ་འཁོར་རྒྱ་མཚོ་ཁྱབ་བདག། འཁོར་ལོ་མགོན་པོ། སྐྱབས་མགོན་རྡོ་རྗེ་འཆང་དཀོན་མཆོག་ཏིང་འཛིན་ཀུན་བཟང་ཕྲིན་ལས་ལྷུན་གྲུབ་དཔལ་བཟང་པོ་མཆོག་གི་ཞལ་སྔ་ནས། ཐའེ་ཝན་དུ་ཡོད་པའི་རྒྱལ་བ་འབྲི་གུང་བཀའ་བརྒྱུད་པའི་ཆོས་ཚོགས་ཁག་གི་བླ་གྲྭ་རྣམས་དང། དཔལ་འབམ་རོམ་བཀའ་བརྒྱུད་པའི། བླ་གྲྭ་བཅས་ལ་སྤྱི་ལོ་ཉིས་སྟོང་བརྒྱ་མི་ཉུ་ས་གཅིག་ལོའི་ཕྱི་ཟླ་བཞི་བའི་ཚེས་བཅུ་གཅིག་ནས་དབུ་བཙུགས་ཏེ་ཁྱོན་ཉིན་གྲངས་བཅོ་ལྔའི་རིང། ཐའེ་ཝན་ཐའེ་ཀྲུང་ཁུལ་ནུ་རི་བོར་གནས་པའི་ཕྱག་ཆེན་ལྔ་ལྡན་བསམ་གཏན་གླིང་གི་སྒྲུབ་སྡེ་ཞེས་པ་དམ་པའི་སྐྱེ་བོ་མང་པོ་ཞབས་ཀྱིས་བཅགས་པའི་གནས་མཆོག་དབེན་ཞིང་ཉམས་དགའ་བའི་གནས་སུ་སྐུ་ངལ་འཛེམ་མེད་ཀྱིས་དཔལ་ཀྱེ་རྡོ་རྗེའི་སྨིན་བྱེད་ཀྱི་དབང་བསྐུར་ཟབ་མོ་གནང་བ། དེའང་དཔལ་ཀྱེ་རྡོ་རྗེ་ས་ཡི་ལྷ་མོ་སྟ་གོན། དཀྱིལ་འཁོར་གྱི་སྟ་གོན་བུམ་པ་སྟ་གོན། སློབ་མ་སྟ་གོན་སོགས་སྟ་གོན་གྱི་རིམ་པ་རྣམས་དང། དངོས་གཞི་བུམ་དབང་སོགས་དབང་བཞི་ཡོངས་རྫོགས་གདན་གཅིག་ཏུ་སླ་བཅོས་སུ་མ་སོང་བར། མདོ་རྒྱུད་དྲི་མ་མེད་པའི་བཅུད་འབྱུང། མཐོང་རྒྱུའི་མན་ངག་ཟབ་མོ་ཟུར་བརྒྱན་ནས། དབང་གི་རིམ་པ་རྣམས་ཁ་ཟས་ལ་ཁུངས་དག་པ། ཟབ་ཁྲིད་དབང་བཤད་རྒྱས་པར་གནང་ཞིང། རྒྱུད་ལས་ཇི་ལྟར་གསུངས་པའི་དབང་གི་དམ་རྫས་ཡོ་བྱད་རྣམས། ཆད་ལུས་མེད་པ། དེའང་ཡིད་བཞིན་ནོར་བུ་གང་ཉིད་ཀྱི། དབང་གི་རྫས་རྣམས་མ་ལུས་པ། སློབ་མ་རེ་རེའི་སར་ཆིབས་འབེབས་ཀྱི་བཀའ་དབང་བཀའ་དྲིན་བསྩལ་གནང་མཛད་པ་དང། དེ་བཞིན་ཀྱེ་ཡི་རྡོ་རྗེའི་རྩ་བའི་རྒྱུད་རྒྱས་པ། འབུམ་ཕྲག་བདུན་ཡོད་པ་ལས་ཅུང་ཟད་བསྡུས་པ་འབུམ་ཕྲག་ལྔ་པ་དང། དེ་ལས་བསྡུས་པའི་རྩ་བའི་རྒྱུད་རྟག་པ་གཉིས་པ། སྒྲ་སྦྱོར་གྱི་སྐྱེས་བུ་མར་པ་ལོ་ཙཱའི་འགྲེལ་བ། འབུམ་འབྱུང་ཉི་མ་ཞེས་པ་ཁྲི་སྙན་མ་བུའི་རྩ་བ་དང་འགྲེལ་བ་ཁག་མི་འདྲ་བ་གསུམ་བཞི་དཔེ་བསྡུར་གྱིས་གཟིགས་མཁན་སྟབས་བདེ་ཡོང་ཕྱིར་ཡིད་བཞིན་ནོར་བུ་གསུངས་པ། ཐེངས་འདིར་ཕྱོགས་སྒྲིག་སྐབས་འདིའི་ནང་གི་ཡིག་མདོག་དམར་པོ་རྣམས་ཀྱེ་རྡོ་རྗེའི་རྩ་རྒྱུད་རྩ་ཚིག་ཡིན་པ་དང། ནག་པོ་རྣམས་མངའ་བདག་མར་པའི་བུམ་ཆུང་ཉི་མའི་ཆས་འདྲིལ་དང། གསེར་སྨུག་རྣམས་སྔོ་བ་ཆུ་སྐུད་རྡོ་རྗེའི་ཆས་འདྲིལ། སྔོན་པོ་དག་ནི་འཇམ་མགོན་ཀོང་སྤྲུལ་དང། ལྷོ་འབྲུག་མཁན་ཆེན་དགེ་འདུན་རིན་ཆེན་སོགས་ཀྱིས་མཛད་པའི་ཆས་འདྲིལ་དང། བསྟོད་ནས་བསྒྲིགས། ཞེས་འཁོད་པ་དང། ད་ལོ་སྤར་དུ་བསྒྲོན་ནས་བླ་མ་ཡེ་ཤེས་ནོར་བུ་མཆོག་གི་ཐུགས་བརྩེའི་གཟིགས་པ་ཆེན་པོ་སྐུ་ལྔའི་འོ་བརྒྱལ་ལ་མ་འཛེམས་པར་སྐབས་དེར་གྲོལ་བྱེད་ཀྱི་ཁྲིད་གནང་བ་དང། དེ་བཞིན་སྐྱེད་རྡོ་རྗེའི་འགྲེལ་བ་རིན་ཆེན་རྒྱན་ཕྲ་དང་དཔལ་སྐྱེད་རྡོ་རྗེ་ལྷ་དགུའི་སྒྲུབ་ཐབས་རྒྱས་འབྲིང་བསྡུས་གསུམ། དཀྱིལ་ཆོག་སྦྱིན་སྲེག་དང་བཅས་པ་ཆ་ཚང། རྒྱབ་རྟེན་འབྲུ་ལུང་བཀའ་དྲིན་བསྩལ་བའི་སྐབས། ཉིན་ལྟར་བཞུགས་ཐུན་ལ་དགྱེས་པ་རྡོ་རྗེའི་སྒྲུབ་ཐབས་འབྲིང་པོ། སྒྲུབ་མཆོད་བསྙེན་པ་དང་བཅས་པ་ཁྲིད་ལུང་དང། གུང་ཐུན་སྐབས་ཆོས་ཀྱི་བགྲོ་གླེང། དགོང་མོ་དུས་སྲོལ་མའི་སོ་ཁ་དང་ཉིན་མཐའ་མར་ཁ་སྐོང་ཞི་བའི་སྦྱིན་སྲེག་དང་ཚོགས་འཁོར་རྒྱས་པ། བསྔོ་སྨོན་བཀྲ་ཤིས་ཀྱི་མཐའ་བརྒྱན་པ་བཅས་གནང་བའི་མཛད་པ་ཆ་ཤས་ཤིག་གཟིངས་འབུལ་དུ་འབུལ་བ་ལ། ཟླ་འདིའི་དེ། མན་ངག་ལུགས་རེད་བ་གཙོ་བོ་རེད་བ། རེད། མན་ངག་ལུགས་གཙོ་བོ་ཡིན་དུས་ད་མན་ངག་རྒྱག་རེད་བ་ད་ང་ཚོ